རྫས་སྐུའི་སྐུ་མགྲོན་གཙོ་ནམ་མཁའ་དྲི་མེད་རབ་འབྱམས་རིན་པོ་ཆེ་མཆོག་དང་དམིགས་བསལ་སྐུ་མགྲོན་གདུང་སྲས་འཇིགས་མེད་རིན་པོ་ཆེ་མཆོག་རྣམ་པ་གཉིས་དབུ་བཞུགས་ཐོག་དེ་རིང་སྤྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ཉིན་བོད་ཀྱི་ཞོ་སྟོན་རྒྱས་པ་ཐེངས་ཉི་ཚེ་དགུ་པ་དབུ་འཛུགས་གནང་ཡོད་པ་རེད།

ལྷ་གཞུང་ཆུ་ཚོད་ཕྱེད་ཀའི་རིང་གཟིགས་འབུད་ཞུས་གནང་ཡོད་པ་དང་སྐབས་དེའི་སྐུ་མགྲོན་གཙོ་བོ་མཆོག་གིས་བོད་ཀྱི་ཞོ་སྟོན་རྒྱས་པ་འདི་ལྟ་བུ་ཞིག་ཨོ་ཏི་ཤ་ཕུན་ཚོགས་གླིང་དུ་འཚོགས་ཐུབ་པར་དགའ་ཚོར་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་དང་མཐུན་པའི་སྒོ་ནས་མ་འོངས་པར་གཞོན་སྐྱེས་ཚོས་བོད་ཀྱི་རིག་གཞུང་ལ་དོ་སྣང་བྱ་རྒྱུ་གལ་འགངས་ཆེན་པོ་ཆགས་ཀྱི་ཡོད་པའི་བཀའ་སློབ་འདི་དག་ཞིག་སྩལ་གནང་འདུག། བུ་ག་རིག་གི་ལྗོངས་ནས་ལེན། དེ་ལྟ་མོ

རིག་གཞུང་འདི་ཨ་ནི་གཅེས་འཛིན་གནང་ཡ་དེ་ང་ཚོ་ལོ་རྒན་པ་གཅིག་པོ་གིས་འགན་མ་རེད་ད་གིན་སྐྱབས་བཅོལ་མ་ཞིག་གིས་བཀའ་སློབ་གནང་གསུངས་སོང་བྱས་ཙང་ལོ་གཞོན་པ་ཚོ་གིས་ང་ཚོ་ཅིག་ད་སྐད་ཡིག་གི་མཚོན་བོད་ཀྱི་ཨ་ནི་རིག་གཞུང་གི་ད་ཟློས་གར་གླུ་བྲོ་གར་གསུམ་གང་ཡོད་པ་དེ་ཚོ་ཅིག་ག་འདྲའི་བྱས་ནི་ཡ་རྒྱུན་གསུམ་པོ་གནས་ཐུབ་པ་བྱས་ཡ་དེ་མ་འོངས་པ་གི་ད་ལོ་གཞོན་པ་ཚོ་གི་ལས་འགན་གང་ལ་ཏན་ཏན་བབ་ཡོད་རེད་བསམ་གི་འདུག་བྱས་ཙང་ཨ་ནི་ལོ་གཞོན་དེ་ཚོ་དེ་མཉམ་ཞུགས་གནང་ཡ་དཔེ་གལ་ཆེན་པོ་རེད་ཤག་ད་གིན་ང་ཚོ་ལྷ་མོ་ཚོ་བ་ཁ་ཁ་ཤས་ནང་ལ་སྐུ་རྒན་པ་གཙང་གཙང་མ་དོ་མི་དོ་ཨོ་རྒྱལ་བོ་དྲ་ཞུ་བ་མཇལ་དུས་རེད་བ། ཆེ་དུས་ཨ་འདི་ཚོ་བལྟས་སོ་ཨོ་རྒྱལ་མ་ཞུ་བྱས་རེད་བ་སྐུ་རྒན་པ་ཚོ་བལྟས་སོ་ལྷོད་ལྷོད་ཞུ་བས་བྱས་ནས་ལོ་གཞོན་པ་ཚོ་གིས་ཨ་འདི་གི་ལ་ས་ཆ་གང་ལ་སླེབས་ཐུབ་བྱས་བ་ཡིན་ན་ཨ་ཡག་པོ་འདུག་བ། ད་བླ་མ་ཚོ་གིས་ཡིན་ན་ཀོ་ཆོས་ཁོ་ན་ཨ་རྒྱུད་མ་སྙོམས་པའི་ཐོག་ནས་ཅིག་ཐོས་བསམ་སྒོམ་གསུམ་ག་རེ་བྱེད་ཡ་ད་བྱེད་དགོས་རེད་བ་ད་དགོན་པ་བསྟན་གསུམ་ཤན་ཡ་ད་ག་ཚོད་ད་མི་མང་ངོས་ནས་ཨ་ནི་རིག་གཞུང་སྐད་ཟེར་བ་དེ་ཚོ་ཨ་ནི་མ་སྙོམས་པ་བྱས་ཏེ་མི་མང་སྐྱོ་བོ་ཕུང་བའི་ལས་ཀ་རེད་བ། དེ་ཚོ་གནང་ཐུབ་པ་ན་ཞེ་དྲག་ཡག་པོ་འདུག་བསམས་ཟེར་བ་དེ་ངས་ཞོར་ལ་ཡག་ད་ཁྱེད་རང་ཚོ་ཞུ་ཉེས་གྲོགས་སོང་ཨ་ནི་ད་དགའ་དགའ་སྤྲོ་སྤྲོ་ད་ཞོར་ལ་ཡིན་ན་ཨ་ནི་ཡང་གཅིག་གི་སོ་སོ་དཔག་ཚོད་ཀྱི་ཨ་ནི་ག་རེ་ཐུབ་ཐུབ་ཅིག་ཡང་འབུལ་བ་ཞལ་འདེབས་འགྲོ་བ་ཕུལ་ཐུབ་པ་ན་ཡག་པོ་འདུག་དེ་ད་ངས་མང་པོ་ཅིག་གནང་སོང་ད་རུང་ཡིན་ན་གནང་ན་ཡང་གནང་ས་མ་ནོར་བ་རེད་ཤག་དེ་རིག་གཞུང་གཅེས་འཛིན་བྱས་ཏེ་ཧ་ལས་པ་གི་གནད་འགག་ཆེན་པོ་མཐོང་སོང་དེ་ད་ཁྱི་ཁྱད་ག་ལ་ཡིན་ན་ནི་ཨ་ནི་འདི་འདྲའི་གི་ད་གཞི་བཞག་གི་རྣམ་པ་དེ་མེད་པ་ཡིན་དུས་དཔེ་ཁག་པོ་ཆགས་དེ་ཡར་བ་ངོ་ནི་ཅིག་དེ་འདྲའི་གི་ད་ཞོ་སྟོན་འདྲ་བོ་ཅིག་ངོ་ནི་ཁྱི་ཁྱད་ཁ་ཅིག་ལ་ད་དེ་གང་མཛེས་པོ་གནང་ཐུབ་ཡོད་ན་མིན་ན་ཧ་གོ་མ་སོང་དུས་ཡིན་ན་ཡང་ནམ་རེ་བས་ན་བྱུང་ཡོད་མར་བ་བྱེད་དུས་དེ་འདྲའི་གནང་ཡ་ལ་ཁག་པོ་རེད་ད་ཁྱི་ཁྱད་ག་ལ་ཡིན་ན་བྱས་ད་ད་དང་པོ་ར་ནི་ཁྱི་ཁྱད་འགྲོ་མཁན་ཚོ་མི་རབས་གཉིས་པ་ཁོ་རང་ནི་བོད་སྐད་བརྗེད་ཚར་མཁན་པས་འོང་པོ་རེད་ད་བོད་སྐད་བརྗེད་ཚར་མཁན་དེ་ཚོ་གི་ལྷ་མོ་ལ་སྤྲོ་བ་ཡོང་སྲིད་ཡ་ཁག་པོ་ར་བ། དེ་འདི་ཡིན་དོན་ནི་ད་ལྟ་གཅིག་གཞི་བཞག་ཧ་དེ་ཚོ་ནི་གཅིག་གི་བོད་པའི་ཆོས་དང་རིག་གཞུང་གི་ལྟེ་གནས་དངོས་གནས་ཆགས་བསྡད་བར་ད་སྐད་ཀྱི་ཐོག་ནས་ཡིན་ན་རེད་གང་ཅི་ཐོག་ཡིན་ན་དེ་འདི་ཡིན་དུས་ད་དེ་ཚོའི་ཐོག་ལ་ཡ་ད་ང་ཚོས་ཤུགས་རྒྱབ་བྱས་ན་འདི་རྒྱུན་བསྐྱངས་གནང་ཐོས་ན་དཔེ་མི་སྲིད་གི་ཡག་པོ་འདུག་བསམ་སོང། ཁྲ་ཞུར་མ་བ་ལོ་ཙཱ་བ་དང

ཡང་དེ་རིང་ནས་འགོ་བཙུགས་གནང་བའི་བོད་ཀྱི་ཞོ་སྟོན་རྒྱས་པ་དེ་བཞིན་ཟླ་བ་འདིའི་ཚེས་ཉིན་ཚེས་ལྔའི་བར་འཚོགས་གནང་རྒྱུ་ཡིན་པ་དང་བོད་ཀྱི་ཟློས་གར་ཚོགས་པའི་འགན་འཛིན་ཚེ་རིང་དོན་འགྲུབ་ལགས་ཀྱིས་འདི་ལོ་ལྷ་མོ་ཚོགས་པ་ཁག་ཅིག་ངོ་བཅར་ཞུ་མ་ཐུབ་པར་བློ་ཕམ་བྱུང་ཡོད་པའི་སྐོར་དང། ད་ག་ནང་བཞིན་བོད་གཞིས་བྱེས་གཉིས་སུ་བཞུགས་པའི་བོད་ཀྱི་ལྷ་མོའི་དོན་དུ་མི་ཚེ་གང་པོ་བློས་གཏོང་མཁན་གྱི་བོད་མི་རྣམས་ལ་ཐུགས་རྗེ་ཆེ་ཞུས་གནང་འདུག། རྒྱ་ནག་དམར་པོའི་གཞུང་གིས་བོད་ནང་བཙན་བཟུང་བྱས་ཚེ་བོད་ཀྱི་ཆོས་དང་རིག་གཞུང་དགོན་སྡེ་བགྲང་ལས་ལྡན་པ། རྩ་བརླག་ཏུ་བཏང་དང་གཏོང་བཞིན་པ་ཡོད་སྟབས་ང་ཚོ་བཙན་བྱོལ་དུ་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ནས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་སྙིང་དབུས་སུ་བཅངས་ཏེ་ཧུར་ཐག་འབར་ཐག་གནང་དགོས་པ་དང། རང་མི་རིགས་ཀྱི་རིག་གཞུང་བྱ་གཞག་ཐད་ལེགས་སྐྱེས་གང་ལེགས་ཕུལ་ཏེ་བོད་ནང་གི། གཞིས་ལུས། ཡིད་ཆེས་དང་མངོན་འདོད་རྣམས་མགྱོགས་མྱུར་ལེགས་འགྲུབ་ཡོང་བའི་འབད་བརྩོན་གནང་དགོས་པ་དང་དེ་མིན་བོད་མིའི་ནང་ཁུལ་ཆོལ་ཁ་དང་ཆོས་བརྒྱུད། ལུང་ཚན་སོགས་ཀྱི་ཞེན་ཁོག་དོར་ཏེ་ཤ་རིགས་གཅིག་པའི་གདུང་རྒྱུད་བསམ་བློའི་འདུ་ཤེས་བཟུང་སྟེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞིའི་འོག་བོད་རིགས་སྤུན་ཟླ་ཡོངས་ནས་ནུས་པ་མཉམ་སྤུངས་ཀྱིས་བོད་མིའི་འཐབ་རྩོད་ཐོག་འབད་བརྩོན་གནང་རོགས་ཞུ་རྒྱུ་ཡིན། གཞི་རྩའི་བོད་ཀྱི་ཞོ་སྟོན་རྒྱས་པ་ཐེངས་ཉིས་བརྩ་བརྒྱད་པ་འདི་ཞི་ན་ཉིན་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་ནང་ཚོགས་ཡོད་པ་དང་སྐབས་དེར་བཙན་བྱོལ་ནང་གི་ལྷ་མོ་ཚོགས་པ་བཅུ་བཞི་མཉམ་ཞུགས་གནང་ཡོད་ན་ཡང། འདི་ལོ་ཀོ་ལི་ག་ལྷ་མོ་ཚོགས་པའི་ལྷ་གཞུང་གཅུང་པོ་དོན་ཡོད་དོན་འགྲུབ་དང་ཅོང་ཏཱ་ར་བོད་ཁྱིམ་ལྷ་མོ་ཚོགས་པའི་ལྷ་གཞུང་ཁྱེའུ་དཔལ་མོ་འོད་འབར། རྡ་སྟེང་བོད་ཁྱིམ་ལྷ་མོ་ཚོགས་པའི་ལྷ་གཞུང་ས་སྐྱ་པི་ཏྲི་ཏཱ་ཡི་རྣམ་ཐར། བཱན་ད་ར་ལྷ་མོ་ཚོགས་པའི་ལྷ་གཞུང་རྒྱ་བཟའ་དང་བལ་བཟའ། སྦེལ་ཀོབ་ལྷ་མོ་ཚོགས་པའི་ལྷ་གཞུང་འགྲོ་བ་བཟང་མོ། ཨོ་དེ་ཤཱ་ལྷ་མོ་ཚོགས་པའི་ལྷ་གཞུང་བྱེ་ཚོད་མེ་ར་རི་པ། བོད་ཀྱི་ཟློས་གར་ཚོགས་པའི་ལྷ་གཞུང་ཁྱེའུ་པད་མ་འོད་འབར་བཅས་ཁྱོན་ལྷ་མོ་ཚོགས་པ་བདུན་མཉམ་ཞུགས་ཀྱིས་ལྷ་གཞུང་དྲུག་ཟིན་འབུད་གནང་རྒྱུ་ཡིན་པ་རེད་འདུག་ལ་ན་ནིང་དང་བསྡུར་ན་འདི་ལོ་མཉམ་ཞུགས་གནང་མཁན་ཕྱོགས་མཐའི་ལྷ་མོ་ཚོགས་པའི་གྲངས་འབོར་ཇེ་ཉུང་དུ་ཕྱིན་ཡོད་པ་རེད་འདུག།